བསྐྱར་དུ་ཚང་མ་བློ་ལ་བརྩམས་རེ་བཀྲ་ཤིས་བདེ་ལེགས་སུ་ཞུ་བའི་དང་གུས་པ་སྨོན་པ་ཅང་མ་མངའ་བརྩེ་ནས། དེ་རིང་གི་བརྗོད་གཞི་འདི་ཕོ་བ་སྨུག་པོ་གི་ནད་ཀྱི་འབྱུང་རྐྱེན་དང་སྔོན་འགོག་གི་ཐབས་ལམ་སྐོར་ལས་མདོར་བསྡུས་སམ་སྙིང་བསྡུས་ཅིག་ཞུ་ཡ་ཡིན། དེ་ཡང་ས་བཅད་རྣམ་པ་དྲུག་གི་ཐོག་ནས་དབྱེ་ནས་ཞུ་ཡ་ཡིན། དང་པོ་དེ་ཕོ་བ་སྨུག་པོ་གི་ནད་ལབ་ན་ག་འདྲི་ཞིག་ལས་གོ་གི་ཡོད་མེད་ག་འདྲི་ཞིག་ལབ་གི་ཡོད་མེད། གཉིས་བ་དེ་ཕོ་བ་སྨུག་པོ་གི་ནད་དེའི་ཉེན་ཚབས་ཆེ་ཆུང་ག་ཚོད་ཅིག་ཆགས་ཡོད་མེད། གསུམ་པ་དེ་ཁྱེད་རང་ཉིད་སོ་སོ་ལས་ཕོ་བ་སྨུག་པོ་གི་ནད་དེའི་འབྱུང་དོན། བཞི་བ་སྟེ་ཕོ་བ་སྨུག་པོ་གི་ནད་ཀྱི་འབྱུང་རྐྱེན། ལྔ་བ་སྟེ་ཕོ་བ་སྨུག་པོ་གི་ནད་དེའི་ཐོག་མཐའ་བར་གསུམ་དུ་ནད་རྟགས་ན་ལུགས་སྟོན་སྟངས་སྟོན་ལུགས། དྲུག་པ་སྟེ་ཕོ་བ་སྨུག་པོ་གི་ནད་དེ་ལ་མ་འབྱུང་སྔོན་དབུགས་ཀྱི་ཐབས་ལམ་ག་རེ་ག་རེ་ཡོད་མེད་དེའང་གཙོ་བོ་གསོ་བ་རིག་པ་གཞིར་བཟུང་བའི་ཐོག་ནས་ཞུ་ཡས་ཡིན། དང་པོ་སྟེ་ཕོ་བ་སྨུག་པོ་གི་ནད་ལབ་ན་ག་རེ་ཅིག་ལབ་ཀྱི་ཡོད་མེད་དེ་ཞུས་པ་ཡིན་པ་ན་ཚིག་ཁོ་རང་གིས་དོན་དག་གསལ་བོ་ཞིག་སྤྲོད་དགོས་རེད་བསམ་གྱི་འདུག་ར་སྤྲོད་གསལ་བོ་ཅིག་བྱེད་ཀྱི་རེད་བསམ་གྱི་འདུག་ཕོ་བ་སྨུག་པོ། ཕོ་བ་ལ་ན་ན་ཟེགས་ཀྱི་ཡུལ་ན་ཟེགས་ཀྱི་གནས་སྣོད་དྲུག་གི་ཡ་གྱལ། ཁ་ལག་དང་མ་སོ་ན་བཙོས་ས་ཀྱི་སྣོད་དང་མ་སོ་ན་ཕོ་བ། དེ་ལས་ཨཱ་ནི་སྨུག་པོ་ལ་དུད་ཙྪ་ནས་དེ་ལས་ནད་ཞུགས་ནས་ཉེས་པ་རླུང་མཁྲིས་བད་ཀན་གསུམ་འཐབ་པའི་ཉེས་ཞུགས་དུད་ཙྪ་ནས་ཕོ་བ་རང་ལ་ཡོད་པའི་ཀྱི་འཇུ་བྱེད་ཀྱི་ནུས་པ་མྱག་ཤུ་དང་ཡེ་བྱེད་ལ་སོགས་པ་དེ་ཚོ་ཉམས། ལྷག་པར་དུ་ཕོ་བའི་ནང་ལོགས་ཀྱི་དང་ཕོ་བའི་ཀྱི་དེབ་ངོས་སུ་ཡོད་པའི་ཀྱི་ཕོ་བའི་ཀྱི་སྐྱི་པགས་དང་དང་ཞིང་ཀྱི་ཕོ་བའི་ཀྱི་རྩི་དེ་ཚོ་ཨཱ་ནི་རུལ་བའམ་རྨ་ཁ་བཟོས་པ་གཉན་ཁ་རྒྱས་པ་དེ་ལ་བརྟེན་ནས་ཕོ་བ་རང་ལ་ཡོད་པའི་ཀྱི། བརྗོད་བྱེད་ཀྱི་ནུས་པ་ཆ་ཚང་ཉམས་པ། མེད་པར་ཆགས་དུས་རྩ་ནས་ཟས་སྐོམ་གང་འདྲ་ཞིག་ཡིན་པ་ན་ཏག་ཏག་མ་བཅོས་པ། འཇུ་མ་ཐུབ་པ། ཡར་སྐྱུག་པ། མར་བཤལ་བ། ན་ཟུག་བཏང་བ་ཚ་ཟུག་བྱུང་བ་དེ་འདྲའི་ཅིག་ལ་ཕོ་བ་སྨུག་པོ་གྱི་ནད་ལབ་ཀྱི་ཡོད་རེད། དེ་བྱེད་དུས་རྩ་ནས་ཕོ་བ་སྨུག་པོ་དང་དུས་ནད་སྨུག་པོ་དང་བད་ཀན་སྨུག་པོ་དེ་འདྲས་མ་ནོར་བ་ཅིག་དང་མ་འཁྲུལ་བ་ཅིག་ད་ལྟ་སྐབས་སུ་བབ་པ་དེ་ཕོ་བ་སྨུག་པོ་ལ་དུས་རྩ་ནས་དུས་ནད་སྨུག་པོའམ་བད་ཀན་སྨུག་པོ་གྱི་ན་བཟའ་བྱེ་བྲག་ཅིག་ཆ་དེ་ཡོད་རེད་དེའང་གཙོ་བོ་དུས་ནས་སྨུག་པོ་བད་ཀན་སྨུག་པོ་དེ་ཕོ་བ་ལས་བབས་པ་ཕོ་བ་ལས་ཞུགས་པ་ཕོ་བ་ལས་གནས་པ་གཅིག་ལ། དེ་ལས་ཨ་ནི་ཕོ་བ་སྨུག་པོའམ། ཕོ་བ་སྨུག་པོ་གི་ནད་ལབ་ཀྱི་ཡོད་རེད། དེ་ནས་དོན་ཚན་གཉིས་པ་དེ་ཕོ་བ་སྨུག་པོ་གི་ནད་དེའི་ཉེན་ཚབས་ཆེ་ཆུང་སྐོར་ལས་ཞུས་པ་ཡིན་པ་ན་ཕོ་བ་སྨུག་པོ་གི་ནད་དེའི་ཉེན་ཚབས་ཆེན་པོ་ཅིག་ལས་ང་ཚོས་བརྩི་ཆོག་གི་རེད་དེའང་རྒྱུ་མཚན་དང་པོ་དེ་ཕོ་བ་སྨུག་པོ་གི་ནད་དེའི་ཁྱབ་ཆེན་པོ་གཅིག་དང་འཛམ་གླིང་ཤར་ནུབ་གང་སར་གནས་པའི་གི་མི་རིགས་ཚང་མ་ལས་དེ་ན་གི་ཡོད་པ། མང་པོ་ཅིག་ཡོད་པ། དེ་ནི་གཉིས་པ་དེ་བོད་དང་ཧི་མ་ལ་ཡའི་གྱི་ནང་ལོགས་ནས་ཕོ་བ་སྨུག་པོ་ནང་མཁན་མང་པོ་ཡོད་པ། གསུམ་པ་དེ། ཕོ་བ་སྨུག་པོ་ཐོག་མར་བྱུང་བའི་སྐབས་སུ་དོ་སྣང་མ་བྱས་པ་བཅས་སྨོན་བཅོས་དུས་ཐོག་ཏུ་མ་བྱས་པ་དེ་ལ་བརྟེན་ནས་ཕོ་བའི་གྱི་ན་ཚ་དེ་རྙིང་པ་ཆགས་ནས་ཨ་ནི་ཀན་སར་འམ་ཕོ་བའི་གྱི་འབྲས་ནད་ཆགས་ནས་འདས་གྲོངས་སུ་གྱུར་མཁན་མང་པོ། ལྷག་པར་དུ། གཞིས་ཆགས་ཁག་ཏུ་ཕོ་བ་སྨུག་པོ་ནང་མཁན་མང་པོ་ཡོད་པ། ད་མདོར་ན་ཕོ་བ་སྨུག་པོ་དེ་གི་རྐྱེན་བྱས་ནས་འདས་གྲོངས་སུ་གྱུར་མཁན་མང་པོ་ཡོད་ཙང་ཕོ་བ་སྨུག་པོ་གི་ནད་དེས་ང་ཚོས་ཉེན་ཚབས་ཆེན་པོ་ཞིག་ལས་བརྩི་ཆོག་གི་བརྩི་ཆོག་གི་འདུག་དེ་ནི། དོན་ཚན་གསུམ་པ་དེ་ད་བྱས་ན་ཕོ་བ་སྨུག་པོ་གི་ན་ཚ་དེ་ཡོད་པ་ཡིན་ན་སོ་སོ་ལས་ན་ཚ་དེ་བྱུང་དགོས་པའི་རྒྱུ་མཚན་ག་རེ་རེད་བས་ང་ཚོ་མང་པོ་ཅིག་ང་ཕོ་བ་སྐྱུར་པོ་ཡོད་ང་ཕོ་བ་མེ་དྲོད་སྐྱུར་པོ་ཡོད་ང་ཁ་ལག་ཅིག་ཟེར་ན་ལམ་སང་འཇུ་ཐུབ་ཀྱི་མི་འདུག། ཟེར་ནས་དེ་འདྲའི་དཀའ་ངལ་ཞིག་ཡོད་དེ་ཡིན་ན་ཡང་དེ་འདྲས་ཀྱིས་ཟས་སྐོམ་དུས་ཚོད་ཏག་ཏག་ལ་མ་བཅོལ་བ་དང་ཕོ་བའི་གི་ན་ཚ་དེ་དང་ལྷག་པར་དུ་ད་ལྟ་ཕོ་བ་སྨུག་པོ་གི་ནད་དེ་འབྱུང་དགོས་པའི་གི་རྒྱུ་མཚན་བསམ་བློ་བཏང་དགོས་དེ་གལ་ཆེན་པོ་གྲོགས་ཤིག་མཐོང་གི་འདུག་དེ་སོང་ཙང་དེ་ཡང་རང་བཞིན་གྱིས་ཕོ་བའི་ན་ཚ་དེ་རང་བཞིན་གྱི་ཐོག་ནས་བྱུང་བ་ཅིག་ཆགས་ཡོད་མ་རེད་རྒྱུ་དང་རྐྱེན་མང་པོ་ཅིག་ལ་བརྟེན་ནས་བྱུང་ཡོད་ཙང་ལྷག་པར་དུ་སོ་སོ་གི་རྒྱུན་གཏན་ནས་འཚོ་བའི་ནང་ལོ་ནས་ཟས་སྐོམ། ལྷག་པར་དུ་ཟས་སྤྱོད་དེ་འདྲས་ཏག་ཏག་མ་འགྲིག་པ། ནོར་བ་ལ་སོགས་པ་དེ་ལ་བརྟེན་ནས་ཡོང་གི་ཡོད་ཙང་དང་པོ་དེ་སོ་སོ་རང་གི་ནོར་འཁྲུལ་ཅིག་ཡིན་ཙང་ཕོ་བ་སྨུག་པོའམ་ཕོ་བའི་གྱི་ན་ཚ་དེ་འདྲས་བྱུང་གི་ཡོད་རེད་ཟེར་ལབ་དུས་ཙང་ནས་སོ་སོ་རང་གིས་ཁས་ལེན་བྱེད་དགོས་དེ་གལ་ཆེན་པོ་རེད་ཕོ་བ་སྨུག་པོའི་ན་གོའི་རྒྱུ་མཚན་དེ་སོ་སོ་ནས་ཀྱི་རྒྱུན་གཏན་ནས་ཨ་ནེ་ཡིས་ཟས་སྐོམ་ཡང་ན་ཟས་བཅུད་ལས་དོ་སྣང་མ་བྱས་པ་བཅས་ཟས་སྨན་ལ་ལོག་གསུམ་ཟས་ག་རེ་ཡིན་ན་ཟས་བ་དེ་འདྲས་ཐེབས་ཐེབས་ཟེར་བ་ལ་སོགས་པ་དེ་ལ་བརྟེན་ནས་བྱུང་གི་ཡོད་པ་དེ། ཁས་ལེན་བྱེད་དགོས་དེ་གལ་ཆེན་པོ་རེད། དེ་ནས་དོན་ཚན་བཞི་བ་དེའི་ཕོ་བ་སྨུག་པོ་གི་ནད་དེ་གའི་རྒྱུ་རྐྱེན་ཡང་ན་འབྱུང་རྐྱེན་གཙོ་བོ་ག་རེ་ག་རེ་ལས་ཐུག་ཡོད་མེད། དེའང་རྐྱེན་མའི་རྒྱུ་ལས་འབྲས་བུ་འབྱུང་མ་སྲིད་ཟེར་གསུང་བ་ནང་བཞིན་གྱི་རྒྱུ་ལ་རྐྱེན་མ་འདྲེས་པ་ཡིན་པ་ན་འབྲས་བུ་འབྱུང་ཡས་མེད་པ་ནང་བཞིན་གྱི་ཨ་ནི་གཙོ་བོ་རྒྱུ་རྐྱེན་ངམ་ཡང་ན་རྐྱེན་ག་རེ་ག་རེ་ཐུག་ཡོད་རེད་ཟེར་ཞུས་པ་ཡིན་པ་ན་གསོ་བ་རིག་པའི་ནང་ལུས་སྟབས་བདེ་བོ་ཅིག་ཚ་བའི་གི་རྐྱེན་གྱི་རྒྱུ་རྐྱེན་དང་གྲང་བའི་གི་རྐྱེན་གྱི་རྒྱུ་རྐྱེན་དེའང་རྒྱུན་ལྡན་ནི་ཟས་སྐོམ་ཚ་རྒྱུ། ལ་སོགས་པ་དེ་འདྲ་གཏན་དྲགས་པ། ཡང་ན་འཇུག་དཀའ་བ་དང་སྨིན་གྲོལ་བའི་ཟས་སྐོམ་གཏན་དྲགས་པ། དེ་འདྲས་ཀྱི་རྐྱེན་བྱེད་ཀྱི་ཡོད་རེད། ད་དེ་ལས་ཡང་གོ་ལེ་ལགས་ཚོས་སྟབས་བདེ་ཚོ་ཞུ་བ་ཡིན་པ་ན་རྒྱུན་གཏན་ནས་ཟས་སྐོམ་བཅུད་མེད་པའི་གི་ཟས་སྐོམ་གཏན་དྲགས་པ། ཆང་རག་ཆོས་དྲགས་པ། ཡང་མེད་ན་གཙང་སྦྲ་འཕྲོད་བསྟེན་དེ་འདྲས་ཀྱི་རྐྱེན་བྱས་ནས་ཁོག་པའི་ནང་ལོགས་ནས་ནད་འབུ་ཕྲ་སྲིན་འཛུལ་བ། ནི་དག་ན་ཤིང་གི་དག་ན་ཤིང་གི་རྐྱེན་གཅིག་སྟེ་རྒྱ་མའི། རྒྱ་སྨན། ལྷག་པར་དུ་ཕྱི་ལུགས་ཀྱི་སྨན། འདི་འདྲས་སྨན་པ་བསྟེན་དུ་མ་བཅད་པ་བཅས་སོ་སོ་རང་མོས་ཀྱི་ཐོག་ནས་དཔེར་ན་མགོ་ན་བ་རེད་གྲོ་གོག་ན་བ་རེད་དཔེར་ན་ཡང་སྨན་ན་སྐྱེས་པ་བརྒྱབ་པ་འདི་འདྲའི་སྐབས་སུ་ནི་ཟུག་ཆག་མེད་ཟེར་བ། བསྟེན་པ་འདི་ལ་བརྟེན་ནས་ཨ་ནི་འདི་འདྲས་ཀྱི་ཟུར་ཕོག་དང་གནོད་སྐྱོན་གྱི་ཆ་ནས་ཕོ་བའི་ནང་ལོ་ནི་མ་བཟོད་པ་མཁལ་མ་ལས་སྐྱོན་ཤོར་བ་མཆིན་པ་ལས་སྐྱོན་ཤོར་བ་འདི་འདྲས་སོང་ཙང་གཅིག་དེའི་རྒྱུན་ལྡན་ནི་ཨ་ནི་སྨན་དེ་ཚོ། ཟས་གྲགས་པ་སྟན་གྲགས་པ་དེའང་སྨན་པ་ལས་བསྟེན་གཏུགས་མ་བྱས་པའི་ཐོག་ནས་རྒྱ་སྨན་ཆོས་གྲགས་པ་དེ་འདྲས་ཀྱི་རྐྱེན་གྱིས་ནི་ཕོ་བའི་ནང་ལུས་མ་གསོས་པ་དེ་འདྲ་ཡོང་གི་རེད། དོན་ཚན་ལྔ་པ་དེའི་ཕོ་བ་སྨུག་པོ་གི་ནད་དེ་བྱུང་བ་ཡིན་པ་ན་ཨ་ནི་ཐོག་མཐའ་བར་གསུམ་དུ་ནད་རྟགས་ན་ལུགས་ག་རེ་ག་རེ་སྟོན་གི་རེད་ཟེར་ཞུས་པ་ཡིན་པ་ན། ཨ་ནི་དང་པོ་དེ་ཕོ་བ་དེ་ག་དུས་ཡིན་ན་ཅིག་ཟས་སྐོམ་ཞེ་དྲག་མ་བཟས་པ་ཡིན་པ་ན། ཞེ་དྲག་མ་བསྟེན་པ་ཡིན་ན་ཅིག་ཕོ་བ་ཅིག་སྒོ་ཚ་བོ་འགྲོ་ཚུགས་ཀྱི་ཡོད་པ། རྒྱང་བལྟས་པ་གང་བལྟས་པ་འགྱིང་བལྟས་པ་འགྲོ་དེ་ནི་རིམ་པས་རིམ་པས་ཕོ་བ་ལས་ན་ཟུག་ཚ་ཟུག་བཏང་གི་ཡོད་པ་དེ་ནི་རིམ་པས་རིམ་པས་ཕོ་བའི་ནང་བའི་ཟས་སྐོམ་བསྟེན་ཚར་བའི་རེས་རྒྱུ་འདི་ནས་ཞེ་མེར་ལངས་ཆོག་ཆོག་སྐྱུག་པ་སྐྱུག་ཆོག་ཆོག་དེ་འདྲས་ཡོང་གི་རེད་དེ་ནི་ལྷག་པར་དུ་ཨ་ནི་གྲང་ཚ་ཆུ་སྐྱུར་ལ་ལྟོས་ཚ་ནས་དང་པོ་འཇུག་དུས་ཆུ་ཚན་སྐྱུར་ཟེར་གསུང་བ་ནང་བཞིན་གྱིས་ཨ་ནི་ཐོག་མར་ན་ཚ་དེ་འཇུག་པའི་སྐབས་སུ། ཕོ་བ་སྨུག་པོ་ཡིན་ན་འདྲ་སྨུག་པོ་ག་རེ་ཡིན་ན་ཐོག་མར་བྱུག་པའི་སྐབས་སུ་ཨ་ནི་གྲང་ཚད་རེད་ཆུ་རྒྱུ་མོ Aciditic དེ་འདྲས་ཡོང་གི་རེད། དེ་ནི་རིམ་པས་ཀྱི་ནད་རྟགས་ན་ལུ་རིམ་པས་ཀྱི་ནད་རྟགས་རིམ་པ་གཉིས་བ་དེ་ཨ་ནི་ཐང་ཆད་པ་ལ་སོགས་པ་ཡ་དྲེག་པ་ལ་དགག་དྲི་རྒྱབ་པ་ལ་སོགས་པ་ཨ་ནི་མིག་པ་ཚ་ཤ་རྒྱབ་པ་དག་ནི་བཞིན་གྱི་སྐབས་རེ་ཟུག་ཟད་ཆེན་པོ་བླང་ཐབས་ལ་དུས་ཙ་ནི་ཟུག་ཟད་ཆེན་པོ་བཏང་བ་ཨ་ནི་སྐབས་རེ་ཕོ་བ་འབོད་པ་འགྱིང་བ་ཨ་ནི་ལྷག་པར་དུ་ཕོ་བའི་གྱི་སྟེང་དེ་ལ་ན་ཟུག་ག་དུས་ན་ལྷང་ལྷང་འགྲོ་བཞིན་ཡོད་བསྡད་པ། དེ་ནི་རིམ་པས་ད་དུང་དོ་སྣང་མ་བྱས་སྨན་བཅོས་ཏག་ཏག་མ་བྱས་པ་ཡིན་པ་ན་ནད་རྟགས་དེ་མངོན་གསལ་དོད་དུ་དོད་དུ་ཨ་ནི་ཡར་སྐྱུག་བྲོ་ཡ་རེད་ཕོ་བ་ལ་ཚ་ཤར་ནམ་རྒྱུན་ལའང་བོད་དེ་ཚ་ཟུག་ན་ཟུག་ཆེ་བ་དེ་ནི་ཕོ་བ་དེ་ལ་མ་བདེ་བ་ཡོང་བ། ད་ན་ཤིང་གིས་ཨ་ནི་ཟས་སྐོམ་ཟ་འདོད་མེད་པ་འཐུང་འདོད་མེད་པ་ཟས་པ་ཡིན་པ་ན་བཅུག་མ་འདུག་པ། ཨཱ་ནི་དག་ནས་བྱིན་གྱིས་ལྷག་པར་དུ། ལྷག་པར་དུ་ཨཱ་ནི་ཡར། སྐྱུགས་པའི་སྐབས་སུ་སྐབས་རེ་ཁྲག་སྐྱུགས་པ་དང་ཁྲག་སྐྱུགས་པའི་སྐབས་སུ་ཨཱ་ནི་ཕོ་བའི་ནང་ལོ་རྨ་ཁ་དང་མ་སོགས་ནས་ཆེན་པོ་ཆགས་ཡོད་དུས་རྩ་ནི་ཟབ་ཟབ་དོ་སྣང་གནང་དགོས་དེ་དག་ཧ་ཅང་གི་གལ་ཆེན་པོ་དང། ཨཱ་ནི་ཐ་ན་བཤང་གཅི། ལྷག་པར་དུ་བཤང་བ་བཙོག་པ་ལ་བལྟས་པ་ཡིན་ན་བཙོག་པ་དེ་ཚོ་ནག་པོའི་སོགས་འགྲོ་ནག་མོའི་སོགས་འགྲོ་སྐམ་པོ་སོགས་འགྲོ་ཨཱ་ནི་ཤ་བའི་རིགས་མ་ནང་བཞིན་དེ་འདྲས་ཡོང་གི་ཡོད་རེད་ཟེར་དེ་འདྲས་གསུང་གི་ཡོད་རེད་བྱས་ཙང་མདོར་ན་ཐོག་མཐའ་བར་གསུམ་དུ་ནད་རྟགས་གཏུག་བྱས་ནས་དངོས་དང་དངོས་ལུགས་ཞུ་ན་བྲིས་འདུག་ལྷག་པར་དུ་གསོ་བ་རིག་པའི་གི་ཐོག་ནས་ཞུ་བ་ན་དེ་ལ་དུས་ཀྱི་ལོ་མ་རྣམ་གསུམ་བྱུང་ཟེར་གསུང་བ་ན་བཞིན་གྱི་དང་པོ་འཇུག་དུས་ཆུ་ཚན་བཅུ་བཅུ་རྒྱུག་བར་དུ་རྒྱས་ནས་སེར་པོ་བརྒྱ་ཤས་རྒྱུག་མཐའ་མ་རྒྱས་ནས་ཁྲག་རུས་དུད་ཁུ་རྒྱུག་ཟེར་ལ་དུས་ཚན་ཐོག་མར་བད་ཀན་སྨུག་པོའམ་ཡང་ན་ཕོ་བའི་ནང་ལ་སྨུག་པོ་བྱུང་བའི་སྐབས་སུ་ཡང་གྲངས་ཚད་རེ་ཆུ་རྒྱུག་མ་རྒྱུ་ཡས་རེད་ཨ་ནི་དེ་ནི་རིམ་པས་རིམ་པས་དོ་སྣང་མ་བྱས་སྨན་བཅོས་ཏག་ཏག་མ་བྱས་པ་ཡིན་པ་ན་ན་ཚ་དེའི་སྟོབས་ཆེ་དུས་དང་མ་སོང་ན་ཕྱིན་ནས་ཨ་ནི་སྐབས་རེ་ཡར་རྒྱུག་དུས་སེར་པོ་ནང་བཞིན། སེར་པོ་ནང་བཞིན་མཁྲིས་པ་ནང་བཞིན་སྐྱུགས་པ། དེ་ནས་ད་དུང་ཡང་ཅིག་སྨན་བཅོས་ཡང་དུས་ཚོད་ཏག་ཏག་མ་བྱས་དོ་སྣང་མ་བྱས་བྱས་པ་ན་ད་མཐའ་མ་དེ་ལ་ཁྲག་དངོས་སུ་ཡར་སྐྱུགས་པ་ཁྲག་རུས་སྐྱུགས་པ་དེ་འདྲས་ཡོང་གི་རེད། དེ་ཅིག་བྱས། དེ་ནི་དོན་ཚན་དྲུག་པའམ་ས་བྱི་མཐའ་མ་དེའི་ཕོ་བ་སྨུག་པོ་གི་ནད་དེ་ལ་སྔོན་འགོག་གི་ཐབས་ལམ་ག་རེ་ག་རེ་ཡོད་མེད་སྐོར་ལས་ཞུས་པ་ཡིན་པ་ན། གོང་དུ་ཞུས་པ་ནང་བཞིན་གྱི་ཕོ་བ་སྨུག་པོ་གི་ནད་དེ་ཉེན་རྩ་ཆེན་པོ་ཅིག་དང་རྩ་དྲག་པོ་ཅིག་ཡིན་ཙང་ཚང་མས་དོ་སྣང་གནང་དགོས་ཅིག། ལྷག་པར་དུ་ཕོ་བའི་སྨུག་པོ་དེ་ནད་སོ་སོ་ལས་བྱུང་བ་ཡིན་པ་ན་རང་བཞིན་ཚང་མ་ལས་དཀའ་ངལ་བཟོ་གི་ཡོད་ཙང། ཐོག་མ་ཉིད་ནས་དང་པོ་ཉིད་ནས་འཕོ་བ་དངོས་པོ་གྱི་ན་ཚ་མ་བྱུང་བས་ཀྱི་ཐབས་ལམ་ཡོད་རེད་ཡོད་མ་རེད་ལ་ན་ཐབས་ལམ་ཡོད་པ་ཅིག་དང་དེ་ལའང་དངོས་པོ་གྱི་ཐབས་ལམ་ཡོད་བསྡད་པ་ཅིག། དེ་ཇི་དུས་ཙམ་ནས་དངོས་པོ་གྱི་ཐབས་ལམ་འོ་ན་ག་རི་ག་རི་ཡོད་རེད་ཟེར་ཞུས་པ་ན་ཟས་ཀྱི་ཐོག་ནས་སྤྱོད་ལམ་གྱི་ཐོག་ནས་རྒྱ་སྨན་གྱི་ཐོག་ནས་ད་མདོར་ན་ཟས་སྤྱོད་ལམ་སྨན་དེ་ཚོ་འགྱུར་བ་བཏང་དགོས་ཀྱི་ཡོད་རེད་འགྱུར་བ་བཏང་དགོས་ཀྱི་ཡོད་རེད་ཟེར་ལབ་དུས་ཙམ་ནས་རྒྱུན་གཏན་ནས་ཟས་སྐོམ་མ་འདྲུད་པ་དང་འཚོ་བཅུད་མེད་པའི་ཀྱི་ཟས་སྐོམ་དེ་ཚོ་ཉུང་དུ་བཏང་ནས་རིམ་པས་མ་སྤང་དགོས་དང། དེ་ནི་རྒྱུན་ལྡན་ནས་ཆུ་མང་པོ་བཏུང་དགོས་དང་ཟས་སྐོམ་འཕྲོད་པའི་རིགས་དེ་ཚོ་བསྟེན་དགོས་དེའང་ཚོད་རན་པོ་ཅིག་དགོང་ཟས་དེ་ཚོ་ཉུང་ཉུང་དེ་བསྟེན་དགོས་དེ་གལ་ཆེན་པོ་རེད་ཆགས་བསྡད་ཡོད་རེད། དེ་ནི་སྤྱོད་ལམ་དེ་གཙོ་བོ་དེ་ནི་གཅིག་གཉིད་དེ་ཚོ་དུས་ཚོད་ཏག་ཏག་ལ་ཁུག་དགོས་རེད་སེམས་པ་ཡིན་ན་ལྷོད་ལྷོད་ཅིག་འདེབས་དགོས་རེད་ད་ནང་བཞིན་གྱི་ས་ཆ་གཅིག་ལས་དེ་བསྟེན་ནས་འགུལ་སྐྱོག་ཁྱོན་ནས་མེད་པ་ས་ཆ་དག་རང་བསྡད་ནས་ལྟད་མོ་ལྟ་གིན་ལྟ་གིན་ཟས་བཟས་པ། ཨ་ནི་ད་ནི་ཞིང་གི་གཉེན་པོ་ཟེར་བ་འདུག་བལྟས་པར་འབད་ན་ཏག་ཏག་བལྟས་ཀྱི་ཡོད་མ་རེད་ད་མདོར་ན་གཟུགས་པོ་ལས་འགུལ་སྐྱོད་ལ་སོགས་པ་ཨ་ནི་ལུས་རྩལ་ལ་སོགས་པ་སེམས་ཡིན་ན་བག་ཕེབས་བོ་ལ་སོགས་པ་དེ་ཚོ་གནས་སྟངས་མང་པོ་ཞིག་ལ་བལྟས་ནས་དེ་ཚོ་གོ་གི་ཡོད་པ་ཅིག་དེ་འདྲ་ཞིག་མཐོང་གི་འདུག་དེ་ནི་གསུམ་པ་དེ་རྒྱ་མའི་ཕོ་བ་སྨུག་པོ་གི་ནད་ཀྱི་རྒྱུ་རྐྱེན་སྐབས་སུ་ཞུས་པ་ནང་བཞིན་གྱི་རྒྱུ་རྐྱེན་གཅིག་དེ་ཕོ་བ་སྨུག་པོ་གི་འབྱུང་རྐྱེན་གཙོ་བོ་གཅིག་དེ་སོ་སོ་རྒྱུན་ལྡན་ནས་ཨ་ནི་སྨན་ག་རེ་ག་རེ་ཟ་གོ་གི་ཡོད་མེད་དེ་ཟེར་བ་ཡིན་པ་ན་ཨ་ནི་ཁྲེལ་དང་ཕུག་ག་བ་ལས་གནོད་ག་བ་ལས་ཕན་དགོས་དགོས་མེད་མ་ཤེས་པ་དང་ལྷག་པར་དུ་ཨ་སྨན་པ་མ་བསྟེན་པའི་ཐོག་ནས་སྨན་རང་མོས་ཀྱི་ཟེར་བ་དེ་འདྲ་བསྟེན་ནས་ཡོང་དགོས་ཙང་ད་རྒྱུན་ལྡན་ནས་སྨན་ག་རེ་ཡིན་ན་ངེས་པར་དུ་སྨན་པ་ལ་ལམ་སྟོན་སྨན་པ་འགྲམ་ནས་ཞུ་དགོས་དེ་གལ་ཆེན་པོ་གཅིག་དང་སྨན་དེའང་ཨ་ནི་སྐབས་དང་དུས་སོ་སོ་ལས་ཆོད་མ་ཆོད་ཟེར་མ་ཟེར་དེའང

ངེས་པར་དུ་ཨེ་ནི་གཟབ་གཟབ་བྱས་ནས་འཆོས་དགོས་དེ་གལ་ཆེན་པོ་རེད། འདི་ཚོ། ཟས་འདི་ཚོ་བསྒྱུར་བ་དང་སྤྱོད་ལམ་འདི་ཚོ་ལས་བསྒྱུར་བ་དང་རྒྱ་སྨན་འདི་ཚོ་ཡིན་ན། གར་ཞོག་ཅིག། སྨན་པ་མ་བསྟེན་པ་དང་རང་མོས་ཀྱི་ཐོག་ནས་ཅིག་ན་ཟུག་ཚ་ཟུག་བྱུང་བ་ཙམ་གྱིས་ལམ་སང་ཟས་བ་དེ་འདྲས་མ་བྱས་པ་ཡིན་པ་ན་ཨ་ནི་མུ་མཐུད་ནས། དག་རང་གནས་པ་ཡིན་པ་ན་ཏན་ཏན་ཕོ་བ་སྨུག་པོ་གི་ན་ཚ་དང་དག་ནི་ཤིང་གིས་ཨ་ནི་ཆུང་ཚགས་རིགས་དེ་འདྲས་དཀའ་ངལ་དེ་འདྲས་ཡོང་གི་མེད་པ་ཅིག